ཨོ་བཀྲ་ཤིས་བདེ་ལེགས། ཨ་ནི་ད་ང་ཚོས་ཡིག་ཁ་དྲིན་ཆེ་ལི་ལོ་ཙཱ་དྲ་ཚིགས་ནང་ལ་ཡིག་བསྒྱུར་བྱེད་ཡག་གི་ཡིག་ཆ་དེ་གྲ་སྒྲིག་བྱེད་ཚར་སོང་བ་མ་ཚད་ཀི་ཨ་ནི་ཡིག་ཆ་དེ་ཨ་ནི་ད་ཚིག་དུམ་ཐུང་ཐུང་ཐུང་ཐུང་ལ་གཏུབ་ཚར་སོང་བ་རེད་པ། ཨོ་དེ་འདྲ་ཡིན་དུས་ན་ད་ང་ཚོ་གི་དྲ་ཚིགས་འདིའི་ནང་ལ་དངོས་སུ་ཡར་ལེན་དགོས་གི་ཡོད་རེད་ནང་འཇུག་བྱེད་དགོས་གི་ཡོད་རེད་དེ་འདྲ་ཡིན་དུས་ན། ཐོག་མར། འདི། ལས་གཞི་དོ་དམ་ཟེར་བ་དེ་གི་དགོངས་ལ་སྤྱི་ཡོན་ལྷན་དགོངས་ཡོད་རེད་དེ་ནི་ད་ང་ཚོ་གི་ཉིན་མོའི་མདོ་ཟེར་བ་དེ་ང་ཚོ་གི་སྤྱིའི་ལས་གཞི་དུ་ཆགས་བསྡད་ཡོད་དུས་ན་ཨ་ནི་དེ་དགོངས་ལ་སྤྱི་ཡོན་ལྷན་དགོངས་ཡོད་རེད་དེ་ནི་ད་ཡིག་ཆ་དེ་ནང་འཇུག་བྱེད་དགོས་ཡོད་དུས་ན་འདི་ཡིག་ཆ་ནང་འཇུག་ཡོད་ཨ་ནི་འདི་ནི་ཡིག་ཆ་ནང་འཇུག་གི་ནང་ལ་འགྲོ་དགོས་ཡོད་རེད་ཨོ་དེ་ནི་ད་སོ་སོ་གི་ཡིག་ཆ་དེ་ག་བ་ཉར་ཚགས་བྱས་ཡོད་ན་ད་ད་ག་རང་དེ་ནི་ལེན་དགོས་ཡོད་རེད་དེ་ངའི་ཡིག་ཆ་དེ་འདི་ནས་ཉར་ཚགས་བྱས་ཡོད་རེད་དེ་འདྲ་ཅིག་དེ་ནི་འདི་གི་དགོངས་ལ་ཆུ་ནན་ཨ་ནི་ཡིག་ཆ་ལེན་སོང་ཨང་དེ་ནས་འགྲིག་སོང་ཟེར་བ་དེ་གི་མགོ་ལངས་ཀྱི་ནན་སོང་ན། ཨ་ནི། ད་ཁོ་རང་ཐད་ཀར་གནང་རྒྱུ་ཅི་ཙམ་སྟེར། ཨ་ནི་ད་ཡིག་ཆ་དེ་འདི་ནོ་ཟེར་བ་དེ། ཚང་མ་དེ་ཡིག་ཆ་དེ་གི། ཨ་ནི་ཚུར་ལོས་རྒྱུ་ཆ་ཚང་འདི་ནང་ལ་ཟེར་བ་པང་བསྒྲིགས་ནས་ཡོད་བསྡད་ཀྱི་ཡོད་རེད། ཨ་ནི་ད་ཁྱེད་རང་གིས་ད་དངོས་སུ་ཡིག་སྒྱུར་བྱེད་དགོས་ན་འདི་སྒང་ལ་ཐད་ཀར་གྱི་སྣོན་བཞག་ན་འགྲིག་གི་ཡོད་རེད། དེ་ནི། དེ་མེད་ན་ཡང་ན་འདི་གི་མཚན་ལ་ཚགས་སུ་འདུག་ཨ་འོ་དེ་གང་ལ་ཅིག་བསྣན་ན། ཨ་ནེ་ཡིག་ཆ་དེ་ཡང་བསྐྱར་འདེད་སྒོ་ཕྱེས་ཟེར་ར་དེ་གི་སྐོར་ལ་སྣེ་ན་ཨ་ནེ་ཡིག་བསྒྱུར་བྱེད་ས་ནང་འགྲོ་དགོས་ར་དེ་ནས་མ་ར་རུམ་གྱི་ད་ང་ཚོ་གི་ཕྱིར་འདྲེན་གཅིག་དགོས་གི་ཡོད་ན་ཡང་ན་ཨ་ནེ་ཡས་བསྐྱར་སྒྲིག་གཅིག་དགོས་གི་ཡོད་ན་ཡང་ན་བསུབ་དགོས་གི་ཡོད་ན་དུས་ཀི་ལས་ཀ་བྱེད་ས་གི་སྡེ་ཚན་ཚང་མ་འདི་ནང་ལ་ཡོད་རེད། འོ་དེ་འདྲ་གཅིག་གྱིས་ད་ང་ཚོ་གི་དངོས་སུ་ཡིག་བསྒྱུར་བྱེད་ས་ནང་ང་གཅིག་འགྲོ་དགོས། འོ་ད་སྡེ་ཚན་འདི་ཚང་མི་ད་ང་ཚོ་གི་ད་ཡིག་བསྒྱུར་དངོས་སུ་ཡིག་བསྒྱུར་བྱེད་ས་གི་ད་ང་ཚོ་དུམ་བུ་དུམ་བུ་ཉོ་སྟོབས་བྱ་བ་བརྗོད་རོགས་དེ་ཚོ་ཚང་མ་ད་འདི་ནང་ལ་སླེབས་ཚར་འདུག་ཨ། འོ་དེ་ལྟ་འདི་ནས་རིམ་གྱིས་འདིའི་ནང་ཉུང་བའི་མ་ཡུལ་སྒྱུར་བྱེད་དགོས་ཀྱི་ཡོད་རེད་ཡིན་ན་ཡང་ད་ཡིག་སྒྱུར་དངོས་སུ་སྤྱི་བཏང་ག་རུ་འབའ་སྟེ་ང་ཚོ་གི་ཉིན་རྗེས་མ་དེ་ནང་ཉུང་ངོ་སྤྲོད་བྱེད་ཀྱི་ཡིན་པས་ཨ་ནི་དེ་ལ་གཟིགས་རོགས་གྱིས། ཐུགས་རྗེ་ཆེ།